གསང་བའི་ལས་ཁུངས་ཀྱི་གནས་ཚུལ་དང་འབྲེལ་བ་ཆགས་བསྡད་པ་རེད། དེ་ཡིན་པའི་སོང་ཙང་རྒྱ་བ་ཀམ་པ་རིན་པོ་ཆེའི་ག་བ་ཆིག་ཆུ་གནང་དང་མ་གནང་དང། ཨ་ནི། ཀམ་པ་ཡང་སྲིད་གཉིས་ངོས་འཛིན་བྱས་ཡོད་པ་དང་དེའི་རྐྱེན་པས་ཀི་ཨ་ནི་སྒང་ཏོག་ཁུལ་ལ་ཡང་གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་བདེ་འཇགས་ཀྱི་གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་དེ་རྒྱ་གར་གཞུང་ལ་ཡང་ཐུགས་འཚབ་ཆེན་པོ་བྱས་ཡོད་རེད། ཕྱོགས་གཞན་པ་ཅིག་ནས་ཀམ་པ་རིན་པོ་ཆེ་ཚུ་བཙན་བྱོལ་དུ་ཕེབས་པའི་སྐབས་ལ། ཕེབས་སྟངས་ཀྱི་གནས་སྟངས་དེ་གི་འོག་ནས་རྒྱ་གར་གྱི་གསང་བའི་ལས་ཁུངས་དང་ཉམས་ཞིབ་བྱེད་མཁན་ཁག་ཅིག་ནང་ལོགས་ལ་ཡ་དོག་གཞི་བཅས་དགོས་ཡ་གི་གནས་ཚུལ་འདྲ་བོ་དེ་འདྲ་བཀྲམས་པ་དེ་འདྲ་བྱུང་ཡོད་ས་རེད། ང་ལྡི་ལི་ལ་ཡ་ལོ་བདུན་ཕྱེད་ཀ་བརྒྱད་ཟིན་བྱས་མེད་ཀ་ལས་ཀ་བྱེད་ནས་བསྡད་པ་རེད་བོད་ཀྱི་གྲོས་ཚོགས་དང་སྲིད་གཞུང་ཉམས་ཞིབ་ཁང་འགན་འཛིན་བྱས་བསྡད་པའི་སྐབས་དེ་ད་ལྟ IDSS ཡ་དང CPRC ཡ་འཛུལ་སྟབས་ཀླད་པ་དཀྲུག་ངེས་ཀྱི་རྒྱ་གར་ནང་ལོགས་ལ་མཁས་དབང་ཡོད་ན་མེད་ན་དེ་ཚོ་རེད་དེ་ཚོའི་ནང་ལོགས་ལས། ཨ་མཆོག་ལ་ཡར་སྐད་ཞིག་རེ་བླུགས་ཤག། སྐམ་པ་རིམ་བྱེད་དེ་ཚུར་ཕེབས་ཏེ་ཆེད་མངགས་རྒྱ་ནག་གི་ཚུར་བཏང་པ་རེད་ཟེར་ཚུར་བཏང་གསང་ཉུལ་གྱི་ཆེད་དུ་བཏང་པ་རེད་ཟེར་དེ་འདྲའི་གི་ད་དོགས་གཞི་གི་གནས་སྟངས་ཀྱི་འོག་ནས་སྐམ་པ་རིམ་བྱེད་ཕ་ཚུར་ཕེབས་ལ་ཡར་བཀག་སྡོམ་ཕྲན་བུ་ཅིག་ཡོང་བསྡད་ཅིག་དེ་འདྲའི་ཅིག་ཡོང་བསྡད་ཡོད་རེད། ད་ཡིན་ནའི་ཚུར་ཕན་ནས་ཕན་ཐོགས་བྱུང་ཡོད་དམ་མེད་ཟེར་ཡ་གནས་ཚུལ་འདི་གང་ལ་ཕན་ཐོགས་ཆེན་པོ་བྱུང་ཡོང་རེད་བསམ་གྱི་ཡོད་ཚུར་ཕན་ཐུབ་པ་ཙམ་ཅིག་གིས་ཡག་པོ་བྱུང་ཡོང་རེད་དེ་ན་ནས་ལྷག་པར་དུ་རྒྱ་བོ་རུམ་ཆེ་དང་ད་མཛའ་འབྲེལ་ཆེན་པོ་བྱེད་ཅེས་ཆོས་ཕྱོགས་གི་ཐོག་ནས་ཡིན་པ་ཡིན་ནའི་འབྲེལ་བ་ཤུགས་ཆེན་པོ་ཞུ་ཅིག་འདུག་ཆགས་བསྡད་ཡོད་རེད་ཨ་ནི་བཙན་བྱོལ་ནང་ཡོད་ངའི་བོད་མི་མང་པོ་ཅིག་ལ་ཕན་བསྡད་ཀྱི་ཡོད་རེད་ལ་རིམ་པས་རིམ་པས་ཀྱིས་རྒྱལ་སྤྱིའི་ནང་ལོགས་ལ་ཡང་ཕན་ཐུག་གི་རེད་བསམ་གྱི་ཡོད། ད་དེ་འདྲ་ལམ་སང་ཅིག་ཚང་མ་ལོག་གནས་ཚུལ་གསལ་ཐུབ་མ་ཐུབ་ལབ་ཐུབ་གི་མ་རེད། འདི་རྒྱལ་ཁབ་ཅིག་གི་སྲིད་བྱུས་ཡིན་པའི་ཆ་ནས་ང་ཚོ་ཞུ་ཐུབ་གི་མ་རེད་ཡིན་ནས་འབད་བརྩོན་ཞུ་ཡ་དེ་ཆ་ཚང་ཞུ་དེ་ཡོད་ད་ག་ད་རྒྱ་གར་གཞུང་གི་ད་ལྟ་དཔལ་རྒྱལ་བ་ཀརྨ་པ་ཨུ་རྒྱན་འཕྲིན་ལས་རྡོ་རྗེ་རིན་པོ་ཆེ། རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་ཡང་སྲིད་འཁྲུལ་བྲལ་ཡིན་པ་རྒྱ་གར་མི་ཆེས་ངོས་འཛིན་གནང་བཞག་པ་དེ་ཡིན་པ་ཅི་ལ་ཡ་ང་ཚོ་བོད་མིའི་སྤྱི་ཚོགས་ནང་ལོག་ནས་ད་བརྒྱ་ཆ་དགུ་བཅུ་ལྷག་གིས་ངོས་འཛིན་གནང་གི་ཡོད་རེད་བསམ་གྱི་ཡོད་དྭ་ན་ཕྱིན་ཅི་རྒྱལ་སྤྱིའི་སྤྱི་ཚོགས་ཀས་ད་ངོས་འཛིན་ཞུ་གི་ཡོད་རེད་ཨ་ནི་རིམ་པས་རིམ་པས་རྒྱ་གར་གཞུང་དང་ཡང་དུ་བ་ཅིག་འབྲེལ་ཡོད་འཛུགས་ཀྱི་དོགས་པ་ཡོད་པ་དེ་གས་འཛུགས་གས་སའི་འགྲོ་ཡ་གི་རེ་བ་དེ་ང་ཚོ་ཞུ་འདོད་ཀྱི་ཡོད་རྒྱ་གར་གཞུང་ལས། བོད་གཞུང་གི་ཟེར་ནས་རེད་བོད་མིའི་སྒྲིག་འཛུགས་ངོས་ནས་བསམ་ཚུལ་ག་རེ་ཡོད་པ་དེ་རྒྱ་གཞུང་གསལ་པོ་ཞུ་བཞིན་གྱི་ཡོད་རེད་ལ་རྒྱ་བོར་མི་ཚོའི་དགོངས་པ་ག་རེ་ཡིན་པ་དེ་རྒྱ་གཞུང་གསལ་པོ་བཞིན་གྱི་ཡོད་རེད་དེ་ཡིན་པས་སོང་ཙང་ད་ལྟའི་གནས་སྐབས་སུ་དོགས་པ་ཆ་ཚང་བསལ་ཐུབ་མེད་པ་ཡིན་པ་ཡིན་ན་ཡང་རིམ་པས་རིམ་པས་ཀྱིས་ཨ་རིའི་དོགས་པ་དེ་ག་དེ་སེལ་ཆེད་ཨ་རིའི་དཔལ་རྒྱ་བོ་སྐམ་པ་རིན་པོ་ཆེ་ད་སྔ་མ་ལས་དེང་སང་བྱས་པ་ཡིན་ན་རྒྱ་གར་ནང་ལོགས་ལ་ཕར་ཚུར་ཕེ་ཡ་དེ་ཕྲན་བུ་གུ་ཡངས་ལ་ཕྱིན་ཡོད་རེད་ཨེ་མ་འོངས་པ་ཡིན་ནས་རིམ་པས་རིམ་པས་ཀྱིས་གུ་ཡངས་ལ་འགྲོ་གི་རེད་བཞིན་ད་དེ་འདྲ་ཞུ་བཞག་ན་ཕལ་ཆེར་འགྲིག་གི་རེད་བསམ་གྱི་འདུག་ཨང།